དེ་ལ་ཡང་ཁྱེད་ཅིག་པུས་བྱས་ལྟ་དེ་འདྲའི། ལྟ་ས་བོན་ལས་བུང་དེ་འདྲའི། རྒྱལ་ཁབ་མ་འདྲ་བ་ལ་ས་བོན་ལས་བུང་མ་འདྲ་བ་ཆགས་ཏེ་རོ། ལྟ་མོ་ས་འདྲ་བོ་ཆགས་ཤ་བས་ན་ནི་བྱ་མ་ཡང་ངེད་ཀྱི་ལྟ་བསྙེན་བརྡུང། ལོ་ག་ཅིག་དེ་རང་གར་ཟུག་གིན་རོ། མོ་ས་འདི་ཨི་ཛི་རལ་གྱི་ནི་ས་བོན་ལས་བུང་ཡིན་པར་ཆད། འཛམ་བུ་གླིང་ནང་ལོ་ལ་ཡང་ནི། སྐད་སྒྲ་ཆེ་བས་ཀྱི་ལྟ་ས་བོན་ལས་བུང། དེ་འདྲ་འགྲོ་ཅིག་ཆགས་ཏེ་རེ་རོ། དེ་ཡིན་དུ་བསམ་པ་ཡང་ལྟ་མོ་ས་འདྲ་གི་ལོ་རྒྱུས་ནང་ལོ་ལ་ཡང། ནི། གསང་མྱུལ་བ་ལ་ན་འདྲ་གི་དུ་རོ། ཨིན་སྐད་ཐོག་ལ་ཡང་ང་ཚོས་སྤཱའི་ལ་རོ། བ་དག་ན་བཞིན་ཡང་ཉུང་མ་ཉུང་མ་ལ་ན་ཡི་རིགས་དུ་རུ་བ། ལྟ། སྤྱི་དང་ནི་རྒྱལ་ཁབ་གཅིག་ནི་གཞན་པ་ཅི་ལ་ཡ། ཨ་ནི་ཅིག། གསང་ཉུལ་བ་དེ་འདྲའི་སྤ་ཡི་རུ་བ་དེ་འདྲའི་སྟངས་དེ་འདྲའི་བྱས་བྱུ་རུ་བ་དེ་ལ་ཡ་སྤྱི་དང་ནི། ཨིན་ཇིག་གི་ཐ་སྙད་ནོ་ལོ་ལ་ཡ་ང་ཚོས་ཀྱི་ཨེས་པོ་ན་ཆི་ལ་ཡི་དུ་བ། དེ་འདྲའི་བ་ཅི་རི་རུ་བ། ལྟ། ཨི་ཛི་རལ་གྱི་ནི་གསང་བའི་ལས་ཀུན། མོ་སར་གྱི་ལུགས་ཀྱི་ནོ་ལོ་ལ་ཡ་ཉུང་མ་དེ་འདྲའི་གསང་ཉུལ་བ་དེ་འདྲའི་མང་པོ་བྱུང་ཡོར་དེ་ཡིན་པ་ནི་ལས། དེའི་ནོ་ལོ་ནི་ཨ་ནི། སྐད་སྒྲ་ཆེ་བའི་གི་ཨ་ནི། གསང་མྱུལ་བ། ཨ་ལི་ཀོ་ཧན་ཁོ་རང་ག་ཆགས་ཀྱི་འདུག་རེད་བ། དེ་ཡིན་དུ་བསམ་པ་ཡ་ཨ་ནི་རྣམ་པ་ཚོ་དེ་རིང་གི་ངའི་བརྙན་ཐུང་དེ་སྤྲོ་བོ་ཡོང་བའི་རེ་བ་ཞུ་གི་རེད་བ། ད་རྣམ་པ་ཚོ་ལ་ཡ་ཨ་ནི་ཨ་ལི་ཀོ་ཧན་ཁོ་རང་གི་རྒྱབ་ལྗོངས་ཀྱི་ལོ་རྒྱུས་སྤྲོ་བོ་ཆེ་རེད་བ་དེ་ནི་མ་མཐོང་མཐོང་ཅིག་བཤད་བ་ཡིན་ན། ཁོ་རང་ཨ་ནི་སྤྱི་ལོ་བཅུ་སྟོང་དགུ་བརྒྱ་ཉིས་ས་བཞི་ལོ་ལ་ཡ་ཨ་ནི་ཨི་ཇིབ་ལ་ཁད་དུ་ཨ་ཁ་ཅིག་གི་རྒྱལ་ཁབ་ཨི་ཇིབ་བྱས། ཨ་ནི་ཁོ་རང་ཡིན་པ་ཨ་ནི་ཅིག་ཇིའུ་གི་ཨ་ནི་ཅིག་ཆོས་བྱེད་ངེས་རོ་ཨ་ཆོས་ཉམས་ལེན་བྱེད་ངེས་དེ་འདྲ་རོ་ཅི་རེད་ཤག་རོ་ཨ་ཡིན་པ་ཨ་ནི་ལ་ཁོ་རང་གི་ད་ཕ་མ་ཅིག་རོ་ཨ་དེ་དུས་མ་ཨ་ཅིག་དེ་འགྲོ་ཨ་ཡིན་ན་ཁོ་རང་གི་ཕ་མ་དེ་ཚོ་ཨ་ནི་ཕ་ནི་སི་རི་ཡ་ནི་ཚུ་ཨ།

ཨིཛི་རལ། ཇིའུ་ཁོ་རང་རང་གི་ད་ད་ཧི་བྷྲུ་ལས་དུ་ཨ་ཏི་སྐད་བྱས། རེད་བ། ད་ང་ན་ཤིན French བྱས། རེད་བ། ད་ང་ན་ཤིན་ཨིན་ཇི་བྱས་ལ་སོགས་པའི་གི་ད་ཁོ་རང་ཨ་ནི་ཅིག་སྐད་རྣམ་པ་སྣ་ཚོགས། ཤིན་གི་ཡོ་བ་དེ་འདྲས་འགྲོ་རེད་ཤག། དེ་འདུས་ད། ཨེ་ལི་ཀོ་ཧན་ཁོ་རང་འགྲོ་ཆགས་བཞག་བས་ན་ཆུན་ཆུ་མི་ཚེ་སྐྱེལ་ས་དེ་ཨི་ཇི་བྷི་རེད་དེ་ཡིན་པ་ནི་ལས་ཁོ་རང་ཨ་ནི་ཇིའུ་ཆོས་ཉམས་ལེན་བྱེད་ངེས་ཅིག་ཆགས་དེ་རེད་བ། དེ་འདུས་བསམ་པ་ཡ་ཁོ་རང་ཆུན་ཆུ་ག་དུ་ནས་ཨ་ནི་ཇུའུ་ལ་ཡང་ཨ་ནི་ཅིག་རྒྱབ་སྐྱོར་བྱས་ཀྱི་ཨ་ནི་ཅིག་ལས་གུད་དེ་འདྲའི་མང་པོ་དཔེ་ཤར་བ། ད་དཔེར་ན་བྱ་ཤ་ན་ཨ་ནི་སྔ་མ་ཡང་ཨ་ནི་ཨི་ཛི་རལ་དང་ཨི་ཛི་རལ་གྱི་ཨ་ནི་ཉེ་འཁོར་གྱི་ཁ་ཆད་ཀྱི་སྐབས་དེ་ཚོ་པ་ར་ལ་ཡ་ཏཱ་དམག་དེ་འདྲའི་བྱུང་དེ་འདྲའི་བྱས་ཡོར་བ། འདི་ག་ལ་ཡང་རྣམ་པ་ཚོས་ཀྱི་གནས་ཚུལ་ཨ་ནི་ཧ་གོ་ཉེར་འགྲོ་ན་ཨ་ནི་བརྙན་ཐུང་འདི་སི་རོ་ན་ཤོན་ཡོར་བ། འདི་ནོ་ལོ་ལ་ཡ་ཏཱ་ཉེ་ཞིབ་ཕྲ་འགྲོ་ཅིག་ཡོར་བ། དེ་འདྲའི་འགྲེལ་བཤད་རྒྱ་དོད་ཡིན་པ་ནི་ལས་ད་ད་ནི་ཏི་ཞིག་ཡང་རྣམ་པ་ཚོ་ལ་ཡ་ལྷབ་ཞིག་དེ་ནི་མ་ཅིག་བཤད་ན་བསམས་སོ་ཡོར་བ། ད་ཏི་ཨ། ཨིས་ར་ཨེལ་དང་ཉེ་འཁོར་གྱི་ཁ་ཆེ་པཱ་ར་ལ་ཡཱ་ཏཱ་མ་བྱུང་གོ་ཨེལ་གྱི་རྒྱུ་མཚན་གཙོ་བོ་དེ་ག་རེ་ལ་འོས་ན། དེ་དུས་ཨེ་ནི་ཅི་ཨིས་ར་ཨེལ་གྱི་ཡོ་མར་བ། པཱ་ལེ་སི་ཐིན་ས་ཆ་དེ་ལ་ཡཱ་ཨེ་ནི་ཅི་ག་ཚོ་རེ་ད་དབྱིན་ཇི་དང་ཨེ་ནི་ཧྥ་རན་སི་དང་དེ་ཚོས་གྱི་ད་དབང་བསྒྱུར་བྱས་དེ་ཡོ་ར་བ། ཅི་དང་ནི་ཇིའུ་མི་རིགས་དེ་ལ་ཡཱ་ཨེ་ནི་གནའ་སྔ་མོ་ནས་ཨེ་ནི་ཅི་ག་རྒྱལ་ཁབ་གོ་ག་འགྲོ་བ་ཡོ་ན་ཡ་ཅི་དབྱེ་འབྱེད་འགྲོ་བ་དང་དེ་འདྲའི་བྱུང་གི་ཡོ་ར་བ། ད་ན་བཞིན་ཨེ་ནི། དམག་ཆེན་གཉིས་པའི་སྐབས་སུ་ཡང་ནི་ཧི་ཏི་ལར་གྱིས་ད་ལྟ་ཇུའུ་མི་རིགས་མང་པོ་ནི་བསད་ཡག་དང་དབྱེ་འབྱེད་བྱས་ཡག་རོགས་དང་ལ་སོགས་པའི་དེ་འདྲའི་གནས་སྟངས་དེ་འདྲ་བྱུང་ཡོད་འདུག་བསམ་པ་ཡང་ནི་ཇིའུ་མི་རིགས་དེ་ཚོ་ནི་ས་ཆ་ཁ་ཁ་སེ་ལ་འགྲོ་དེ་འདྲ་བྱེད་རོགས་ད་ནང་བཞིན་ཇིའུ་མི་རིགས་དེ་ཚོ་ནི་པ་ལི་སི་ཐན་ནང་ལོགས་ལ་ཡིན་པ་ནི་ལས་ནི་ཡོང་ཧ་གོ་ཚུགས་དེ་འདྲ་བྱེད་རེད་རོགས་ད་དམག་ཆེན་གཉིས་པ་དེ་དང་ད་ཨེག་སིས་དང་ཨེ་ལ་ཡིས་གཉིས་པ་ར་ལ་ད་དམག་རྒྱག་ཡོད་རོགས་དེ་ཡིན་འདུག་བསམ་པ་ཡང་ནི་ཨེག་སིས་ནང་ལོགས་ལ་ཡང་ནི་ཉི་ཧོང་བཅས་ནི་ཇར་མ་ནི་བཅས་རེད་བ་ཐ་ན་ཞིག་ཨི་ཏྲི་ལི་བཅས་ཁོ་ཚོ་ཆགས་ཡོད་རེད་བ། ཨ་ནི་ཕི་གའི་ཨེ་ལའི་ནང་ལོ་ལ་ཡང་ནི་ཨ་རི་བཅས་དབྱིན་ཇི་བཅས་ཨ་ནི་ཧྥ་རན་སི་བཅས་ཨ་ནི་ཨུ་རུ་སུ་ད་དེ་ཚོ་ཆགས་ཡོད་རེད་བ། དེ་ཡིན་དུ་བསམ་པ་ཡང་ཨ་ནི་ཇིའུ་མི་རིགས་དེ་ཚོ་ལ་ཡང་ཨ་ནི་ཅིག་སྨྲ་བརྗོད་ཉོས་སྐབས་སུ་ཡང་ཨ་ནི་ཅིག་ཨེག་སི་སི་མཉམ་དུ་ཡང་དམག་རྒྱབ་དེ་འདྲ་བྱེད་དུས་ཨ་ནི་ཇིའུ་མི་རིགས་ཀྱི་ད་ཕན་ཞུ་ཐོགས་ཡོད་དུ་བསམ་པ་ཡང་དེ་ལ་ཡང་ཨ་ནི་ཁོ་རང་སི་གི་ཨ་ནི་ཇིའུ་མི་རིགས་ལ་ཡང་ཨ་ནི་རྒྱལ་ཁབ་ལོག་ཁ་ཅིག་དེ་འདྲས་ཅིག་སྤྲད་འོ་ལ་ནི་དེ་འདྲས་ཁས་ལེན་བྱེད་འོར་བ་དེ་ཡིན་དུས་བསམ་པ་ཡ་དེ་ལ་ཡང་ཨ་ནི་ཉེ་འཁོར་གྱི་ད་ཁ་ཆེ་རྒྱལ་ཁབ་དེ་ཚོས་ཀྱིས་ཨ་ནི་ཁས་ལེན་མ་བྱས་བ་ད་དེ་འདྲས་གནས་སྟངས་དེ་འདྲས་བྱུང་རེད་དེ། མ་བྱུང་ཡང་རྒྱུ་མཚན་གཙོ་བོ་དེ་ག་ལ་བ་ཡིན་ན་པ་ལེ་སི་ཏན་དེ་ཨ་ནི་ཁ་ཆེ་རྒྱལ་ཁབ་ཅིག་ཆགས་ཏེ་འོར་བ་དེ་ཡིན་དུས་བསམ་པ་ཡ་ཨ་ནི་ཨི་ཛི་རེལ་ཇིའུ་མི་རིགས་དེ་ཚོས་སླད་ཕྱིན་ཨ་ནི་ག་ལེ་ག་ལེ་པ་ལེ་སི་ཏན་གྱི་ས་ཆ་དེ་ནོར་ལ་ལ་ཁོ་རང་ཚོ་གིས་ད་རྒྱལ་ཁབ་ལོག་ཁ་ཅིག་བཙུགས་ཡ་གི་ད་དེ་འདྲས་ཀྱི་ད་བྱ་བྱེད་དེ་འདྲས་འགྲིག་རུ་ཨང། བརྟེན་ཏེ་བསམ་པ་ཡ། དེ་ལ་ཡང་ཨ་ནི་གཅིག། ཉེ་འཁོར་གྱི་ཁ་ཆེ་གི་ད་རྒྱལ་ཁབ་དེ་ཚོས་ཀྱི་ད་ཁས་ལེན་མ་བྱས་ཨ་དེ་འདྲའི་གནས་སྟངས་དེ་འདྲ་བྱུང་ཤག། རོ་ཨ་བརྟེན་ཏེ་བསམ་པ་འདི་པར་ལ་རྙོག་དྲ་ལྷག་དེ་འདྲ་བྱེད་དུས་བསམ་པ་མཐའ་མ་དེ་ལ་ཡང་ཨ་ནི་རྒྱལ་སྤྱི་མཉམ་འབྲེལ་རྒྱལ་ཚོགས་ཀྱི་ཨ་ནི་པ་ལེ་སི་ཐན་གྱི་ས་ཆ་དེ་ད་དུམ་བུ་གསུམ་ལ་དབྱེ་བ་བྱས་དུ་བ་དུམ་བུ་དང་པོ་དེ་ཨ་ནི་རྗིའུ་མི་རིགས་ལ་སྤྲད་ཆེ། ཨ་དུམ་བུ་གཉིས་བ་དེ་ཨ་ནི་གཅིག་པ་ལེ་སི་ཐན་ལ་སྤྲད་ཆེ། ཨ་ད་ལྟ Jerusalem ཞིག་རོ་ཨ་དེ་ཨ་ནི་གཅིག་རྒྱལ་སྤྱི་གི་ཨ་ནི་ས་ཆ་ཡིན་པ་དེ་འདྲ་ཞིག་ལ་ཁོ་རང་ས་གི་ད་བསྐོ་བཞེས་རྒྱབ་དེ་འདྲ་བྱས་ཡོད་རེད།

དང་ཨ་ནི་ཨིས་རལ་པ་ར་ལ་དམག་རྒྱག་དེ་འདྲ་བྱེད་དུས་བསམ་པ་ཡ་ཁོ་རང་སྡོད་དུས་ཨ་ནི་ཨི་ཇིབ་ལ་ཡོར་བ། དེ་ནི་བསམ་པ་ཡ་དེ་ནི་ཨི་ཇིབ་ནོར་ལོ་ཡོད་བརྒྱུད་ཀྱི་ཨ་ནི་ཇིའུ་མི་རིགས་དུ་འཛུགས་ཨ་ནི་ཆུ། གསར་དུ་ཆགས་ཡོད་ཀྱི་ཨིས་རལ་གྱི་རྒྱལ་ཁབ་ཡོར་བ། དེ་ནོར་ལོ་ལའི་གསང་བའི་ཡི་ཐོག་ནི་ཨ་ཆུ་ཁྲི་ལས་ཡོར་བ། དེ་འདྲའི་ནོར་ལོ་ལ་ཡ་ཁོ་རང་གི་ད་རོག་པ་འདྲ་བོ་དེ་འདྲ་བྱེད་ཤག། འདིའི་གིས་ཨ་ནི་ཨི་ཇིབ་ཀྱི་ནི་གཅིག་ཨ་ད་བཟང་བའི་ལས་ཁུང་བའི་ན་རེ་ད་ཉེན་རྟོག་ལས་ཁུང་བའི་ན་རེ་དེ་འདྲས་ཀྱི་ནི་ཁོ་རང་ལ་ཡ་ནི་དོགས་ཟོན་དེ་འདྲས་བྱས་བྱས་ཁོ་ནི་ཁོ་རང་ཐེ་མ་མང་པོ་འཇུས་སོང་བྱས་དེ་འདྲས་བྱས་ཨ་ནི་དྲི་ཚས་བྱས་དེ་འདྲས་བྱས་ད་ཡིན་པ་ནི་ལས་ཁོ་རང་ཚོ་ལ་ཡ་ཨ་ནི་དཔང་རྟགས་དེ་འདྲས་ཅིག་མེད་དུས་བསམ་པ་ཡ་ཁོ་རང་ཨ་ནི་བློ་གྲོས་བཏང་དགོས་ཀྱི་གནས་སྟངས་དེ་འདྲས་མང་པོ་བྱུང་ཤག། དེ་ནས་སྤྱི་ལོ་སྤྱི་སྟོང་དགུ་བརྒྱ་ལྔ་བཅུ་ང་དྲུག་ལོ་ལ་ཡ་ཨ་ནི་ད་ལྟ་ཨི་ཇིབ་ཀྱི་སྲིད་འཛིན། གྷ་མེལ་ཨབ་དེལ་ནཱ་སིར་འདུག་ཁོ་རང་གི་གར་བྱེད་དུ་ལགས་པ་ཡིན་ན། ཨ་ནི། ད་ལྟ Suez Canal དུ་བ། ད Suez Canal གང་ལ་རྣམ་པ་ཚོས་ཀྱི་དེ་ཅིག་གོ་རྟོགས་འགྲོ་འོ་ཅིག། རང་ཉིད་འགྲོ་བ་ཡིན་ན་ཨ་ནི་རྣམ་པ་ཚོས་བརྙན་ཐུང་འདི་གཟིགས་རོགས་གནང་ཞུ་བ་ཡིན་རུ་བ། ད་སྤྱི་དང Suez Canal དེའི་གར་ལགས་པ་ཡིན་ན་ཨི་ཇིབ་ཀྱི་ཨ་ནི། ཉེ་འཁོར་ལ་ཡོད་སྐྱོ་དེ་འདྲ་རུ་ཆེ། རུ་བ། ད་ད་ལྟ་ཨི་ཇིབ་ཀྱི་འོ་ལ་ཆགས་བསྡད་ཡོད་རུ་བ། ད་འདི་ཨ་ནི་ཅིག་འཛམ་བུ་གླིང་གི་ཨ་ནི་ཚོང་ཟོག་དམིགས་བསལ་གྱི་ཨ་ནི་ཨེ་ཤི་ཡ་དང་ཡོ་རོབ་དང་ཨ་ནི་ཅིག། ཁ་ཅིག་རྒྱལ་ཁབ་དེ་ཚོའི་པར་ལ་ཡང་ནི་ཅིག། ཚོང་ཟོག་དེ་ཚོའི་ནི་ཡ་མ། ཏང་ཡ་གི་ནི་ཅིག། ལམ་ཁ་ནི་ཅིག་པའི་སྟབས་དེ་འོ་ར་བ། དེ་འདྲ་རུ་ཅིག་ཆགས་དེ་འོ་ར་བ། འདི་ཡི་ནི་དེ་དུས་བསམ་པ་ནི། ཧྥ་རན་སི་དང་དབྱིན་ཇི་གི་ད་དབང་བསྒྱུར་བྱས་པའི་གནས་སྟངས་དེ་འདྲ་ཆགས་འདུག་བ། པ་ནི་ལ་སྤྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དྲུག་ལོ་ལ་ཡང་ནི་ཅིག་ཨི་ཇིབ་ཀྱི་སྲིད་འཛིན་ཁུ་རང་གིས་ནི་དེ་ཡི་ནི་ཨི་ཇིབ་ཀྱི་ནི་ཅིག་ཁ་ཚོར་རེ་ད་ང་འོ་ལ་ཚུར་ལེན་གྱི་ཡིན་ལ་ནི་དེ་འདྲས་ཀྱི་ད་གསལ་བསྒྲགས་དེ་འདྲའི་སྟངས་དེ་འདྲའི་ཆེད་དུ་ཨ་ནི Suez Canal དེ་ཨ་ནི་ཁ་སང་དམག་གི་ཐོག་ན་ཡིན་ན་རེད་དམིགས་བསལ་གྱི་ཚོང་གི་ཐོག་ན་ཡིན་ན་རེད་ད་གནད་འགག་གལ་ཆེན་པོ་ཅིག་ཆགས་བསྡད་ཡོད་རེད་བ། དེ་ཡིན་དུ་བསམ་པ་ཡ་ཨ་ནི་དེ་ལ་ཡ་ཨ་ནི་གཅིག France རེད་ད་ནང་བཞིན་དབྱིན་ཇིའི་ཆེད་ཨ་ནི Israel གྱི Kurans གི་ཨ་ནི Egypt ལ་ཡ་ད་དམག་རྒྱག་གི་ཡིན་ལ་ནི་དེ་འདྲའི Kurans གི་ད་ཆ་ཞིག་དེ་འདྲ་འགྲིག་འདུག་བ། ཨ་ནི་དེ་ནས Kurans གི་ཨ་ནི Egypt ལ་ཡ་ཨ་ནི་མཐའ་མེད་ཀྱི་ཉེན་བརྡ་དེ་འདྲ་ཞིག་བཏང་བྱས་ཨ་ནི་ང་ཚོས་ནི་ཁྱེད་རང་ཁྱེད་རང་གིས་ནི་ད་ལྟ་སུས Canal དེ་ནི་ཚུར་མ་སྤྲད་བ་ཡིན་ན་ང་ཚོས་ད་མ་རྒྱག་གི་ཡིན་ལ་དེ་འདྲས་ཀྱི་ད་མཐའ་མའི་ཉེན་བརྡ་དེ་འདྲ་ཞིག་བཏང་ཐུབ་ཡིན་པ་ནི་དེ་ལ་ཡང་ཨི་ཇིབ་ཀྱིས་ནི་ཅིག་ཡ་མེད་འགྲོ་སྟངས་དེ་འདྲ་བྱེད་ཡོད་དུས་བསམ་པ་ཡང་ནི་ཅིག་དབྱིན་ཇི་དང་ཧྥ་རན་སི་ཀྱིས་ནི་མཉམ་རུབ་ཀྱི་ཐོག་ནས་ནི་ཨི་ཇིབ་ཀྱི་ད་ས་ཆ་མང་པོ་ཅིག་ལ་ཡང་ནི་ཅིག་གནམ་གྲུ་གྱི་ཐོག་ནས་ད

རྒྱབ་སྐྱོར་བྱེད་ངེས་ལ་ན་འགྲིག་འདུག་ར་ད་དམག་གི་ན་རེ་དཔལ་འབྱོར་ཡ་ན་རེ་ཨ་ནི་ཅིག་མཚོན་ཆ་ཡ་ན་རེ་དེ་འདྲས་ཀྱི་རྒྱབ་སྐྱོར་བྱེད་ངེས་ཡོད་ན་མེད་ན་དེ་དུས་དུས་ཀྱི་ཨ་ནི་ཨུ་རུ་སུ་ཆགས་བསྡད་འདུག་བ་དེ་ཡིན་དུས་བསམ་པ་ཡ་ནི་ཨུ་རུ་སུ་གྱིས་ཨ་ནི་ཅིག་ཉེན་བརྡ་བཏང་བྱས་ཨ་ནི་ཁྱེད་རང་ཚོས་ཀྱིས་མུ་མཐུད་ནས་ཨ་ནི་ཨི་ཇིབ་ལ་ཡ་དེ་འདྲས་ཀྱི་བར་ཟས་ཕང་དེ་འདྲས་བྱས་དབང་བསྒྱུར་བྱས་ཀྱི་ཐབས་ཅིག་བྱས་བ་ཡིན་ན་ཨ་ནི་ཨུ་རུ་སུ་གྱིས་ཨ་ནི་ཨ

ཅིག་ཐད་ཀར་མ་རྒྱ་ལ་སོགས་པའི་དེ་འབྲེལ་གྱི་ཉེན་ཁ་དེ་འདྲ་ཞིག་མཐོང་གི་ཡོད་རེད་བ། ད་དེ་དུས་ནི། ཅིག་ཨ་རི་ཡི་ན་དྲ་དུ་དག་ན་བཞིན་ཨུ་རུ་སུ་ཡི་ན་དྲ་དུ་འཛམ་བུ་གླིང་ནང་ལོ་ནི་ད། ཨ་ནི་ད་སྟོབས་ཤུགས་ཆེ་བའི་གི་རྒྱལ་ཁབ་གཉིས་ཆེན། དག་ན་བཞིན་ནི་ཅིག་གཉིས་ཀ་ལ་ཡང་ནི་ཅིག། འབར་རྫས་ཨ་ནི། གི་ནུས་པ་ཤུགས་ཆེན་པོ་ཡོད་བ་དེ་འདྲ་ཡོད་བ་དེ་འདྲ་ཆེ་དག་ན་བཞིན་གཉིས་ཀ་གི་ཕ་ཚུ་ཡ་ཨ་ནི་ཅིག་ཤི་ན་ངོ་རེ། གྲོགས་བྱས་གྲོགས་དང་གཉིས་ཀ་གི་བར་ཚོ་ཡ་ནི་ཞེ་སྣང་བྱས་གྲོགས་དང་དེ་འདྲས་ཀྱི་དུས་ཚོད་དེ་འདྲ་འགྲོ་རྒྱུ་ཆགས་བསྡད་རོ། དེ་ཡིན་དུ་བསམ་པ་ཡ་ཨ་རིག་གི་ཨ་ནི་ཨུ་རུ་སུ་མཉམ་དུ་ཐད་ཀར་ཨ་ནི་དམག་དང་དེ་འདྲས་མ་བྱུང་བའི་ཆེད་དུ་ཡ་དེ་ནས་ཨ་ནི་ཨིན་ཇི་དང་ཨ་ནི France དང་ནང་བཞིན་ཨི་ཛི་རལ་ལ་ཡ་ཨ་ནི་དམག་དེ་ཕྱིར་འཐེན་བྱས་དགོས་ཡ་གི་དེ་འདྲས་ཀྱི་ད་ནས་ད་འདི་འདྲ་ཆུ་བཞག་འགྲོ་བ་ད་ཁ་ཤས་ཀྱི་ལ་ཨ་རིག་གི་ཨིན་ཇི་ལ་ཡ་ཨ་ནི་ཅི་ཁ་ཚ་རལ་ཨིན་ཇི་སྔ་མ་ཡ་དམག་སྤྱི་ཉེ་བ་ཁ་དོ་ཨ་ནི་དམག་རྒྱབ་དེ་འདྲས་བྱས་བྱས་ཨ་ནི་དཔལ་འབྱོ། ཉམས་དེ་འདྲ་བྱས་ཡོད་བསམ་པ་ཡ། ཨ་ནི་ཨ་རིག་གི་ཨ་ནི་ཅིག་དམག་དག་དེ་འདྲ་ག་ལ་ཡ་དངུལ་གི་བུ་ལོན་དེ་འདྲ་ཕོན་ཆེན་པོ་དེ་འདྲ་གཡར་འདུག་བ། དེ་ཡིན་དུ་བསམ་པ་ཡ། ཨ་ནི་ཨ་རིག་གི་ཨིན་ཇི་ལ་ཡ་ཨ་ནི་དཔལ་འབྱོར་དག་དེ་འདྲས་གི་བུ་ལོན་དག་དེ་འདྲས་གི་ད་གནོན་ཤུགས་དེ་འདྲ་སྤྲད་བྱས་ཨ་ནི་དམག་དེ་ཚོ་ཕྱི་འཐེན་བྱས་དགོས་ཡ་གི་དེ་འདྲས་གི་ད་གནོན་ཤུགས་སྤྲད་རེད་ལ་ནི་དེ་འདྲས་ལ་སོད་དེ་འདྲས་འདུག། མདོར་ན་ཨ་ནི་ད Suez Canal གི་ད་རྙོག་དྲ་རོ་དེ་འདྲས་དེ་བྱུང་བའི་རྗེས་ལ་ཡ་ཨ་ནི་ཨི་ཇིབ་གི་ཨ་ནི་ཅིག། ནང་ལོགས་ལ་གཡོ་སྒྱུ་གི་ཇིའུ་མི་རིགས་ཆོས་ར་བ་དེས་ནི་ཨི་ཇིབ་གཞུང་ནས་ནི་ཅིག་ཕྱི་བུད་ད་ཡང་འགྲོ་དང་དེ་འདྲའི་འགོ་བཙུགས་དེ་འདྲ་བྱེད་དོ་བ་དེའི་འདུ་བསམ་པ་ཡ་ཨ་ནི་ཨེ་ལི་ཀོ་ཧན་ཁོ་རང་འགྲོ་ཆགས་བྱ་བ་ཡིན་པ་ཡིན་ད་ལས་ཨ་ནི་ཨི་ཇིབ་ནང་ལོགས་ལ་ཨ་ནི་ཡོད་པའི་གི་ཇིའུ་མི་རིགས་ཆགས་འདུ་བསམ་པ་ཡ་ཁོ་རང་ཡིན་པ་ཡིན་ད་ལས་ཨ་ནི་ཨི་ཇིབ་ནས་ཚུགས་ཨི་ཟི་རལ་ལ་ཡ་ཚུགས་ད་གནས་སྤོས་བྱས་རོ་དང་དེ་འདྲའི་ནས་ད་འདི་འདྲ་བྱུང་ཤག།

ཁོ་རང་ལ་ཡང་ད་དོ་སྣང་འགྲོ་ལས་ཀྱི་དེ་འདྲའི་འགོ་འཛུགས་ཤར་བ་དེ་དོ་སྣང་ལས་དགོས་རྒྱུ་མཚན་གཙོ་བོ་དེ་གར་འདུག་ལབ་ན་ཁོ་རང་ཨ་ནེ་ཅིག་སྐད་ཡིག་འདྲ་འདྲ་ཞིག་འགྱུར་བ་དེ་འདྲའི་རོ་དམིགས་བསལ་གྱི་ཁོ་རང་ད་ལོ་བྱུང་ས་དེ་ཨ་ནེ་ཨི་ཇིབ་བྱས་ད་ན་ཞིག་ཁོ་རང་གི་ཕ་མ་གཉིས་དེ་སི་རེ་ཡ་ཡིན་འདུག་བསམ་པ་ཡ་ཨ་ནེ་སི་རེ་ཡ་གི་སྐད་ཡིན་ན་རེད་ཨི་ཇིབ་སྐད་ཡིན་ན་རེད། འདི་ཚང་མ་དཔེ་ཧ་ལས་བ་ད་ཅིག་འདྲ་ཡིན་པ་འདི་ལ་དཔེ་དང་པོ་རོ Pronunciation འདི་ཚོ་དཔེ་དང་པོ་ཡོད་བ་དེ་འདྲའི་གནས་སྟངས་དེ་འདྲའི་རོ་ད་ན་ཞིག་ཁོ་རང་འཚར་ལོངས་དེ་ཁ་ཆེ་ལུང་པ་དེ་འདྲ་ལ་བྱེད་འདོད་བསམ་པ་ཕལ་ཆེར་གྱིས་ནི་སྐལ་ལྕག་རིག་གཞུང་དང་ཨ་ནི་འགྲོ་སྟངས་དང་དེ་ཚོ་ཚང་མ་ལ་ཡང་རྒྱུས་མངའ་ཤུགས་ཆེན་པོ་ཡོད་འདོད་བསམ་ས་ཉུལ་བ་འགྲོ་བྱས་ཀྱི་དེ་འདྲས་ཀྱི་ལྟ་རྒྱབ་ཅུང་ཡག་པོ་ཅིག་ཡོད་ཡོད་འདོད་བསམ་པ་ཡ་ཨ་ནི Israel གྱི་ད་ལྟ་གསང་བའི་ལས་ཁུངས་མོ་སཱད་ཀྱི་ཁོ་རང་ལ་ཡང་ད་དོ་སྣང་ལ་ཡ་འགྲོ་དེ་འདྲས་གནས་སྟངས་དེ་འདྲས་ཆུང་ཤག་སྤྱི་ལོ་བཅུ་སྟོང་དགུ་བརྒྱ་དྲུག་ཅུ་ལོ་ལ་ཡ་ཨ་ནི་མོ་སཱད་ཀྱི་ཁོ་རང་ཨ་ནི་ཅིག་མོ་སཱད་ཀྱི་ས་བོན་ལས་ཁུངས་ཀྱི་ནི་ཅིག Spy ལ་ནི་དཀྲིགས་དུར་བ་ཚ་ཉུལ་བ་ཀྱི་ད་ལེ་ཧ་ལ་ཡ་ད་མའི་གྲོགས་དང་དེ་འདྲའི་ནི་ད་འདི་འདྲའི་ཤུ་ཤ། ཁོ་རང་ཨ་ནི་ཨི་ཟི་རལ་གྱི་ས་བོན་ལས་ཁུངས་མོ་སཱད་ནོ་ལོ་ལ་ཡ་ཨ་ནི་འཛུལ་ཞུགས་བྱས་ཀྱི་དེ་འདྲའི་ཀྱི་གོ་སྐབས་ཅིག་ར་རི་བ། དུས་ར་བ་དང་ནི་ཁོ་རང་ལ་ཡ་ཨ་ནི་ཅིག་ས་ཉུལ་བ་ཀྱི་ཨ་ནི་ཅིག་སློབ་སྦྱོང་དང་དེ་འདྲའི་ག་ལ་ཡ་སྦྱོང་ད་དྲའི་གྲོགས་དང་དེ་འདྲའི་གོ་ཚུགས་ཤ་རི་བ། ཨ་ནི་ཁོ་རང་གི་ཨ་ནི་སློབ་སྦྱོང་འདི་ཚང་མ་ཚ་ཚ་བའི་རྗེས་ལ་ཡ་ཨ་ནི་ཁོ་རང་ཨ་ནི་ཨི་ཟི་རལ་གྱི་ཨ་ནི་ས་བོན་ལས་ཁུངས་མོ་སཱད་ཀྱིས་ཁོ་རང་ཕ་སི་རི་ཡ་ལ་ཡང་གསང་མྱུལ་བྱས་ཀྱི་དེ་འདྲས་ཀྱི་ད་ལན་རྒན་ལ་ན་དེ་འདྲས་འགྲོ་ཞེས་སྤྲད་དོ། ད་འདི་མ་བྱས་གོ་ལ་ཡང་ཁོ་རང་གི་མིང་ངོ་མ་དེ་ཨེ་ལི་ཀོ་ཧན་རོ་ཁོ་རང་ཕ་སི་རི་ཡ་ལ་ཡང་གསང་མྱུལ་བ་བཏང་ཡིན་དུ་བསམ་པ་ཡང་ཁོ་རང་གི་མིང་དེ་ཁ་ཆེ་གི་མིང་དེ་འདྲས་རོ་ཅིག་ལ་བསྒྱུར་ཤར་བ་ད་འདི་མིང་དེ་གར་དུ་ལགས་ན་ཨ་ནི་ཀ་མེལ་ཨ་མེན་ཏཱ་བྷེད་ལ་ཡོད་དོ་ད་ངས་འདི་ནི་མ་ལ་དུས་བསམ་པ་ཡང་ཨ་ནི་ཀ་མལ་དཀའ་མལ་ལན་དར་བ། ད་ཁོ་རང་ཨ་ནི་ཅིག་སི་རི་ཡ་ནོ་ལོ་ལ་ཡང་གསང་ཉུལ་བ་བྱེད་དུ་འགྲོ་གི་ཡོད་དུས་བསམ་པ་ཡང་ཨ་ནི་ཁོ་རང་གི་རྒྱབ་ལྗོངས་ཀྱི་ཨ་ནི་ཅིག་སྒྲུབ་འགྲོ་ཅིག་དེ་འདྲས་ཅིག་རྩ་རྫུན་མ་དེ་འདྲས་བཟོ་བར་བ་དེ་ཡིན་དུས་བསམ་པ་ཡང་དང་པོ་ཉིད་ལ་ཁོ་རང་ལ་ཡང་མིང་རྫུན་མ་ཅིག་བཟོས་ཡོད་བ་ཆེ་ད་ནང་བཞིན་ཁོ་རང་གི་ད་རྒྱབ་ལྗོངས་ཀྱི་གནས་ཚུལ་འགྲོ་རྫུན་མ་དེ་ག་རེ་དུ་ལ་ན་ཁོ་རང་ཨ་ནི་ཅིག་ཁ་ཆེ་གི་ཚོང་པ་དེ་འདྲས་ཡིན་བ་ཆེ་ཨ་ནི་ཁོ་རང་ཡིན་བ་སི་རི་ཡ་ནི་ཡིན་བ་ཆེ་ཨ་ནི་ཕྱིས་སུ་ཡང་ཨ་ནི་ཁོ་རང་ཕ་ཨར་ཇིན་ཏི་ན་ལ་ཡང་ཨ་ནི་ཕ། གྲོགས་དེ་འདྲ་བྱས་ཨ་ནི། ད་ད་ལྟ་ནི་ཨར་ཇིན་ཏི་ན་ནི་ཕ་སི་རི་ཡ་ལ་ལོག་ཆེ། ཁོ་རང་གི་རྒྱལ་ཁབ་ལ་ཡང་ཨ་ནི་ཁོ་རང་གི་གང་ཐུག་ཐུག་ཨ་ནི་ཅིག། ཅིག་ཕན་ཐོགས་ཡ་དང་ཞབས་འདེགས་བྱས་ད་རོགས་པ་བྱས་རོགས་ད་དེ་འདྲས་ཀྱི་འདོད་པ་ཡོད་པས་ཀྱི་ད་དེ་འདྲས་ཀྱི་རྒྱབ་ལྗོངས་ཀྱི། སྒྲུབ་རྫུན་མ་དེ་འདྲས་ཅིག་བཟོས་ཤག་དེ་ཡིན་དུ་བསམ་པ་ཡ་ཁོ་རང་གི་སྒྲུབ་རྫུན་མ་དེ་བཟོས་བ་གཅིག་པོ་མ་ཡིན་པ་ཁོ་རང། ཨ་ནི་དངོས་སུ་ཕེ་ཀེ། ཅིག་སང་ཉིན་བར་གྱི་སྦྱོང་བརྡར་དེ་ཚོ་ཚར་བ་དང་ཨ་ནི་ཁོ་རང་གི་མིང་དེ་ཨེ་ལི་ཀོ་ཧན་ནས་ཀ་མེ་ལ་བསྒྱུར་ཆེད་ཁོ་རང་ཕ་ཨར་ཇིན་ཏི་ན་ལ་ཡག་ཕ་ཏཱ་ངན་རོ་དང་དེ་འདྲའི་ནད་རྟགས་འདི་འདྲ་བྱུང་ཤག་ད་ཕི་ཀའི་ཁོ་རང་ལས་དུས་བསམ་པ་ཡ་ཨར་ཇིན་ཏི་ན་ནོ་ལ་ལ་ཡ་སི་རི་ཡ་གི་ག་ཚོགས་རེད་མི་དེ་འདྲ་མང་པོ་འདུག་བ་དམིགས་བསལ་གི་གོ་གནས་ཡོད་རྒྱུ་དང་མིང་ཆེན་པོ་ཡོད་རྒྱུ་དང་དེ་འདྲས་གི་ད་མི་དེ་འདྲ་མང་པོ་འདུག་བ་དེའི་དུས་བསམ་པ་ཡ་ཁོ་རང་ཨར་ཇིན་ཏི་ན་ཕི་ཀའི་ཀླད་བ་དང་སི་རི་ཡ་གི་དབང་ཆ་ཡོད་བ་དང་མིང་ཡོད་བའི་གི་དེ་འདྲས་གི་མི་དེ་ཚོ་མཉམ་དུ་ཡ་ཁོ་རང་འབྲེལ་བ་བྱེད་བྱེད་རོ་བ་གྲོགས་པོ་འགྲིག་གི་དེ་འདྲས་བྱེད་བྱེད་ད་མདོར་ན་ཨ་ནི། རང་གི་རྒྱབ་ལྗོངས་ཀྱི་ལོ་རྒྱུས་རྫུན་མ་འབྱོར་བ་འདིས་ནི། མ་འོངས་པར་ཡང་གསང་ཉུལ་གྱི་ལས་ཀ་བྱས་ཀྱི་ཆེད་དུ་ཡང་ཨ་ནི། ཅིག། རྫུན་མ་དེ་ཨ་ནི་ངོ་མ་ཡིན་པ་འདྲ་བོ་དེ་འདྲ་གི་བཟོ་བའི་ཆེད་དུ་ཡང་ཨ་ནི་ཁོ་རང། ཨར་ཇིན་ཏི་ན་ལ་ཡང་འགྲོ་ཡ་འདྲ་བོ་དང་དེ་འདྲ་ནས་ད་འདིར་ཕྱུག་བཞག་ཕེ་གི་ཨར་ཇིན་ཏི་ན་སླེབས་དུས་བསམ་པ་ཡང། ཨ་ནི་ཁོ་རང་གིས་ཨ་ནི་གང་ཐུག་ཐུག་ཨ་ནི་ཕེ་གི་གིས་ཨ་ནི་ཨར་ཇིན་ཏི་ན་ལོག་ན་ཡོད་པའི་གི་ཨ་ནི། སི་རི་ཡའི་གི་ད་ཅིག། མིང་ཡོད་ངེས་དང་དབང་ཆ་ཡོད་ངེས་འདི་ཚོ་ཉམས་ཐོག་ཡང་ཨ་ནི། ཅིག་གྲོགས་པོ་བསྒྲིག་ཡ་དང་ཨ་ནི་ཉེ་བོ་བཟོ་ཡ་དང་དེ་འདྲའི་གི་ཐབས་ཤེས་དེ་འདྲ་བྱེད་བཞར་བ། ཁོ་རང་ལ་ཨ་ནི། ནུས་པ་གར་དུ་ལ་ན་ཁོ་རང། རིག་པ་སྤྱང་པོ་ཆེ་དང་ན་ཞེས་ནི་རང་ཕོ་སངས་རྩིག་པོ་ཆེ་ནི་ཅིག་བྱེད་སྟངས་དང་སྤྱོད་སྟངས་ཀྱི་བར་དུས་ཚོད་ཡིན་པ་ནི་ལ་ཡིད་རྟོག་ཁ་བོ་དང་དེ་འདྲ་ཡོད་དུས་བསམ་པ་ཡ་དེའི་གི་ཨ་ནི་ཅིག་ཕི་གེ་ཨར་ཇིན་ཏི་ན་ན་ཡོད་པའི་གི་ཨ་ནི་སི་རེ་ཡ་གི་མིང་ཡོད་ངེས་གོ་གནས་ཡོད་ངེས་དེ་འདྲའི་གི་སི་རེ་ཡ་གི་ད་མི་དེ་འདྲ་ཡོད་རུང་བ་དུས་ཚོད་ནི་ཁོ་རང་མཉམ་དུ་ཡ་ཨ་ནི་གྲོགས་པོ་ཆེ་ད་ལ་སོགས་པ་དེ་འདྲ་བྱས་ཤག་ད་དཔེར་ན་བྱས་ཤག་ན་ཁོ་རང་ཕི་གེ་ཨར་ཇིན་ཏི་ན་ཡོད་དུས་བསམ་པ་ཡ་ཨ་ནི་དུས་དུས་གི་སི་རེ་ཡ་གི་ད་དམག་དཔོན་ཨ་མིན་ཨལ་ཨ་ཧྥེས་ཁོ་རང་ཕི་གེ་དུ་བ་ཁོ་རང་འགྲོ་ཆགས་ཤག་ན་དུས་དུས་ཨ་ནི་ཅིག་སི་རི་ཡ་གི་ཆབ་སྲིད་ནོར་ལོག་ལ་ཡ་ཨ་ནི་ཀ་ཁྲ་ཆེ་རུ་འགྲོ་གི་ཡོད་སྟབས་མི་སྣ་ཁེ་ཆེན་པོ་དེ་འདྲའི་ཆགས་འདུག་བ་དེ་ཡིན་དུས་བསམ་པ་ཡ་ཨ་ནི། ཀ་མེལ་ཁོ་རང་ཕེ་གེ། ཨར་ཇིན་ཏི་ན་ཡོད་དུས་བསམ་པ་ཡ་ཨ་ནི། ཨ་མེན་ཨལ་ཧ་ཧྥེས་ལ་ཡ་ཨ་ནི་ཅིག་གྲོགས་པོ་འབྲི་ག་འདུག་དང་དེ་འདྲའི་གི་གནས་སྟངས་དེ་འདྲ་བྱུང་ཤག་ད་ཁོ་རང་ཁོ་མཉམ་དུ་ཡ་གྲོགས་པོ་ཆགས་གི་ཨ་ནི། ཀ་མེལ་གི་ནི་ཨ་མེན་ཨལ་ཧ་ཧྥེས་གི་དུས་ལ་ཡ་ཨ་ནི་ཁོ་རང། ཅིག་གཉར་རྒན་འབྱོར་ལྡན་ཡིན་པ་དང་ཚོང་པ་དེ་འདྲ་ཡིན་པ་དང་དང་ན་ཞིག་ཁོ་རང་ཨ་ནི། ཅིག། རྒྱལ་ཁབ་སི་རི་ཡ་ལ་ཨ་ནིབ་སོ་སོའི་གི་ད་ལུང་པ་སི་རི་ཡ་ལ་ཡ་དཔེ་མི་སེ་ད་རྩེ་ཐང་ཡོ་ག་དུས་ཡིན་པ་ཡིན་ན་ལ་སེམས་ནོར་ལ་ལ་ཡ་ཅིག་སི་སོའི་ངོས་ནས་ཞབས་ཕྱི་ཞུ་ཡ་འགྲོ་དང་སི་སོའི་ངོས་ནས་ཅིག་བྱེད་ཐུ་ན་ས་མས་གི་དེ་འདྲས་གི་ད་བསམ་ལོ་ཡོ་ལ་སོག་པའི་གི་དེ་འདྲས་གི་ད་ཅིག་ཁ་ཚོ་རེ་ད་བཅོས་མ་དེ་འདྲས་ཨ་ནི་ཨ་མི་ན་ལྷ་ཕེས་གི་དུས་ལ་ཡ་འཁྲབ་དེ་འདྲས་བྱེད་དུས་བསམ་པ་ཡ་དེའི་གི་ཨ་ནི་ཨ་མི་ན་ལྷ་ཕེས་ཁོ་རང་ཡིད་ཆེ་ད་ཆོས་ཅིག་ཨ་ནི་ཀ་མེལ་ཉམས་དོ་ཡ་ཨ་ནི་གྲོགས་པོ་བྱ་ཡ་འགྲོ་དང་ཨ་ནི་ཁོ་རང་ཉེ་པས་ཉེ་བོ་བྱ་ཡ་འགྲོ་དང་དེ་འདྲས་ནས་ད་དེ་འདྲས་ཆུང་ཤག། དེ་ནས་སྤྱི་ལོ་བཅུ་སྟོང་དགུ་བརྒྱ་དྲུག་ཅུ་རེ་གཉིས་ལོ་ལ་ཡ་ཨ་ནི་ཀ་མེལ་ཁོ་རང་ཨ་ནི་བྷི་གའི་ཨར་ཇིན་ཏི་ནཱ་ནི་སི་རི་ཡཱ་གི་རྒྱལ་ས་ཨ་ནི་ཏཱ་མཱ་སི་ཀཱ་སི་རུ་བ་དེ་ལ་ཡ་ཁོ་རང་ཨ་ནི་བྷ་ཏྲོ་ཨེལ་གྱི་གནས་སྟངས་འདི་འདྲ་བྱུང་ཤག་ཁོ་རང་ཨ་ནི་བྷི་སི་རི་ཡཱ་གི་རྒྱལ་ས་ལ་བྷ་སླེ་རུ་བ། རྒྱལ་ས་ལ་བྷ་སླེ་དུས་བསམ་པ་ཡ་ཁོ་རང་གི་སྡེ་ས་ཅི་རུ་བ་འདི་སྤྱི་དང་ཨ་ནི་སི་རི་ཡཱ་གི་ད་ཅིག་དམག་དཔོན་ཡིན་ན་རེ་ཆབ་སྲིད་པ་ཡིན་ན་རེ་དཔོན་པོ་ཡིན་ན་རེ་དུས་འཛུལ་གྱི་སྡེ་ས་ཏྲོ་དེ་འདྲེ་གི་ད་ཉེ་ཁོ་ཡོ་ནོ་ལོ་ལ་ཡ་ཨ་ནི་ཁོ་རང་དེ་ཅི་རུ་བ། འདི་འདྲའི་ནད་རྟགས་འདི་འདྲ་བྱུང་ཤག་ད་ཁོ་རང་ནི། ས་ཆ་དེ་གལ་གནད་ཆེན་པོ་རེད་བ། ཆབ་སྲིད་པ་དང་དམག་དཔོན་དང། དཔོན་པོ་དང་དེ་འཛིན་གྱི་སྡེ་ས་དེ་ལ་ཡང་དེ་དགོས་རྒྱུ་མཚན་དེ་གར་དུ་ལ་བ་ཡང་མཉམ་དུ་ཡང་ནི་ཅིག་བྲེལ་བ་བཟོས་ཡ་འགྲོ་ད་དེ་འདྲའི་གི་ཆེད་དུ་རེད་བ་དེ་ནི་བསམ་པ་ཡང་ནི་ཁོ་རང་ཕི་གེ་བདེ་ཤོ་རིང་ལ་ཡང་སི་རི་ཡ་གི་ཡང་ནི་ཅིག་དམག་དཔོན་དང་དང་ན་བཞིན། ཡང་ནི་ཅིག་ཆབ་སྲིད་པ་དང་དཔོན་པོ་དང་དེ་འཛིན་མཉམ་དུ་ཡང་ནི་ཅིག་ཆམ་པོ་ཆག་དེ་འདྲ་བྱས་ཤག་ཁོ་རང་གི་ཡང་ནི་ཅིག། ཁོ་རང་ཚོང་པ་ཆེན་པོ་ཡིན་པས་ཀྱི་ནི་རྣམ་པ་དེ་འདྲ་ཞིག་སྟོན་ཐང་ན་ཞིག་ཁོ་རང་གིས་ཁོ་ཚོ་ལ་ཡང་འགྲོ་སོང་དེ་འདྲའི་ཤུགས་ཆེན་པོ་དང་དཔེར་ན་བྱས་བྱས་ན་ནི་ཅིག་ཁོ་ཚོ་ལ་ཡང་ལག་རྟགས་དེ་འདྲ་སྤྲད་རོགས་དང་རོ། དང་ན་ཞིག་ཁོ་རང་ཚོ་ལ་ཡང་ནི་ཅིག་པར་ཏི་དེ་འདྲའི་རོ། ཅིག་སྤྲོ་སྐྱིད་དེ་འདྲའི་གོ་སྒྲིག་བྱས་དེ་འདྲའི་ཕྱིར་རོ། འདི་ལ་ཡང་ཁོ་རང་གིས་ཁོ་ཚོ་སྐད་དང་ཁོ་ཚོ་མཉམ་དུ་འཆམ་པོ་བཟོས། འདི་ལ་ཡང་འགྲོ་སོང་པས་ཤུགས་ཆེན་པོ་དང་དང་ན་ཞིག་ཨ་རག་དང་དེ་འདྲའི་མང་པོ་སྤྲད་དེ་འདྲའི་ཆེད་དུ་བསམ་པ་ཡང་ནི་ཅིག་དམག་དཔོན་ཡིན་ན་རེད་ཆབ་སྲིད་པ་ཡིན་ན་རེད་དུས་མཚུངས་ནི་ཅིག་རག་ཚིག་དུས་བསམ་པ་ཡང་ནི་ཁ་ནས་ད་ཅིག་རྒྱལ་ཁབ་ཀྱི་ད་གསང་བ་དེ་འདྲའི་ཤོར་དེ་འདྲས་བྱེད་དུས་བསམ་པ་ཡ་དེ་ཡིན་ནི་ཁོ་རང་གི་ཡང་བེད་སྤྱོད་བཏང་བ་ལ་སོགས་པ་དེ་འདྲས་ཀྱི་གནས་ཚུལ་དེ་འདྲས་གོ་ཨེ་ཐུབ། ད་ནང་བཞིན་ཁོ་རང་ཨ་ནི་སི་རེ་ཡ་གི་ད་མགོ་ཁྲིད་ཡིན་ན་རེད་ད་ནང་བཞིན་ཨ་ནི་དམག་དཔོན་འདི་ཚོའི་ཉམས་རྟོགས་འཁྱམས་པོ་ཆགས་དེ་འདྲས་བྱེད་དུས་བསམ་པ་ད་ཁོ་རང་ཨ་ནི་ཅིག་སི་རེ་ཡ་གི་ད་ཅིག་སྒྲོ་མ་ཆོད་རོ་ཨ་ནི་གསང་བའི་གི་ཨ་ནི་ཅིག་ས་ཆ་དེ་འདྲས་ཡོད་རོ་བ་དེ་ཚོའི་ནང་ལོག་ལེན་པ་ནི་ལ་ཨ་ནི་ཁོ་རང་སྒྲོ་ཆོད་རོ་ད་ཁོ་རང་ལ་ཡ་སྒྲོ་ཡ་གི་གོ་སྐབས་ར་ལ་སོགས་པ་དེ་འདྲས་ཀྱི་གནས་སྟངས་དེ་འདྲས་བྱུང་ཤག་དཔེ་ན་ཅིག་བྱས་ན་ད་ད་ཨ་ནི་ཀོ་ལན་ཧའེད་ལ་ཡ་ཅིག་རོད་རོ་བ་ཀོ་ལན་ཧའེད་དེ་ད་ད་ཨ་ནི། ཨི་ཛི་རལ་གྱི་ཨོ་ལ་ཡོར་བ་སྔ་མ་ཡ་དེ་ནི་ཅིག་སི་རི་ཡ་གྱི་ཨོ་ལ་ཡོར་བ་དེ་ནི་གར་ཆགས་ཡོད་ལ་ན་ཨ་ནི། ཅིག་དེ་སྔོན་ངེད་ཀྱི་བརྙན་ཐུང་ཅིག་བཟོས་ཡོད་ར་བ་དེ་ལ་རྣམ་པ་ཚོས་ཀྱིས་ནི་ཟིན་ཐུ་ན་ཨ་ནི་གོ་ལན་ཧའི་ག་ལ་ཡ་ངེད་རྣམ་པ་ཚོས་ཀྱིས་ག་ལ་འང་འཛམ་ཤིང་གི་རུ་བ་ད་དེ་གནས་སྟངས་གར་ཆགས་ལེན་ན་གོ་ལན་ཧའི་དེ་ནི་ཅིག་ཆུས་ཀྱི་མཐུན་རྐྱེན་དཔེ་ཧ་ལས་བ་ཡག་པོ་ཡོད་དུས་བསམ་པ་ཡ་ཨ་ནི་དེ་ལ་ཡ་ཨ་ནི་ཅིག་རྩི་ཤིང་དང་དེ་ཚོ་ཡག་པོ་སྐྱེ་ཡི་ཡོད་གི་དེ་འདྲས་ཀྱི་ས་ཆ་ཅིག་ཆེས་དག་ན་ཤིང་དམིགས་བསལ་གྱི་ཨ་ནི་སི་རི་ཡ་ནི་ཨ་ནི་མ། Golan Heights Golan Heights དེ་སྔོན་མ་སི་རི་ཡ་གི་ཡིན་དུས་བསམ་པ་ཡང་དེ་ནི་མ་འདུག་ལྟ་བ་ཡིན་ན་ནི་ཨིས་ར་ཨེལ་གྱི་ས་ཆ་དེ་གས་ནི་ག་འདྲ་སོས་མེད་དེ་འཐུང་དགོས་དུས་བསམ་པ་ཡང་དམག་གི་ཐོག་ནས་ནི་ཅི་ག་ཚོད་རེད་སི་རི་ཡ་ལ་ཡང་ནི་ཅི་ཁེ་ཕན་ཡོད་ཨ་འགྲོ་དང་དེ་འདྲས་གས་ད་གནས་སྟངས་དེ་འདྲས་ཆགས་བསྡད་རོགས་དེ་ཡིན་དུས་བསམ་པ་ཡང་དེའི་རིགས་འདུ་འཛོ་ཡིན་ན་བསམ་བསམ་ད་དེ་འདྲས་བྱས་ད་ནང་བཞིན་དམག་གས་ནི་ཅིག་ས་ཆ་གནས་འགག་ཆེན་པོ་དེ་འདྲས་ཆགས་ཡོད་དུས་བསམ་པ་ཡང་ཨ་ནི་མི་ད་ག་ས་ག་དེ་ཡིན་ཡོད་འདུག་ཨ་ལ་ཡང་ལྟ་གི་ཡོད་མ་རོགས་ཡིན་པ་ནི་ལས་ཨ་ནི་ད་ག་མེལ་རོ་ཨེ་ལི་ཀོ་ཧན་ཁོ་རང་འགྲོ་འཆག་བྱ་བ་ན་ནི་ཅིག། དམག་དཔོན་དུ་འདི་ཉམས་འཆམ་པོ་བྱ་ཐང་ན་ཞིག་ཆབ་སྲིད་པ་དེ་འདྲ་ཉམས་འཆམ་པོ་བྱ་དེ་འདྲ་བྱེད་དུ་བསམ་པ་ཡ། ཁོ་ཚོའི་སེམས་ནང་ལ་ལ་ད་ཁོ་རང། ཨ་ནི་ཁོ་རང་ཚོ་སི་རི་ཡ་གི་ཨ་ནི་ཅིག་དེ་འདྲ་གི་ད་རྒྱལ་ཁབ་ལ་ཡ་ཤ་ཞེན་ཡོད་ངེས་ཅིག་ངོས་འཛིན་དེ་འདྲ་བྱེད་དུ་བསམ་པ་ཡ་ཨ་ནི་ཁོ་རང་ཨ་ནི་ག་བ་འགྲོ་ཡ་གི་འདོད་པ་ཡིན་ན་ཡ་འདི་ལ་ཡ། ཨ་ནི་ཁོ་ཚོ་གི་ད་ཅིག་སྣང་མེད་འདྲ་བོ་བྱེད་ཅིག་ཨ་ནི་བྱ་ཡ་འཆོར་བ་དེ་འདྲའི་གནས་སྟངས་དེ་འདྲ་བྱུང་ཤག་དེ་ཡིན་དུ་བསམ་པ་ཡ་རྒྱུ་མཚན་དེ་ལ་བརྟེན་ནས་ཨ་ནི། ཨ། ག་མེལ་ཁོ་རང་གིས་ཨ་ནི་ཅིག། གོ་ལན་ཧཱིད་ཀྱིས་ཨ་ནི་ཅིག་གནས་སྟངས་དེ་འདྲའི་རྒྱུ་ལན་དེ་འདྲའི་བྱས་བྱས་ནི་ཁོ་རང་གི་ཕ་ཨི་ཛི་རལ་ལ་ཡ་ཨ་ནི་ཅིག་ལན་བཀལ་ཆོག་རུ་བ་དེ་འདྲའི་གནས་སྟངས་དེ་འདྲའི་བྱུང་གི་འདུག་རུ་བ། གོ་ལན་ཧཱིད་དེ་ལ་ཡ་ཨ་ནི་ཅིག་ཐེངས་མ་ཅིག་ཁོ་རང་ཕི་གས་འགྲོ་དུས་བསམ་པ་ཨ་ནི་ཅིག་དམག་མི་འདུ་འཛུགས་ཀྱིས་ད་གོ་ལན་ཧཱིད་ནི་མ་འདུས་ཨ་ཨི་ཛི་རལ་ལ་ཡ་མ་འདུས་ལྟ་དེ་རུ་བ། དེ་ཡིན་དུས་བསམ་པ་ཡ་དམག་མི་འདུ་འཛུགས་ཨ་ནི་ཅིག་གནམ་གཤིས་དེ་ཅིག་ཚ་བོ་ཡོད་དུས་བསམ་པ་ཡ་ཨ་ནི་དེ་གིས་ད་དམག་མི་འདུ་འཛུགས་ཚ་བ་ཚི་གས་འགྲོ་ད་དེ་འདྲས་ཀྱིས་ད། གནས་སྟངས་འདི་འདྲའི་ཆ་དེ་ཡོད་ས་རེད་དུས་དུས་བསམ་པ་ཡ་ཨ་ནི་ཨེ་ལི་ཀོ་ཧིན། ཀ་མེལ་ཁོ་རང་གིས་ཨ་ནི་ཅིག་དམག་དཔོན་འདི་ཚོ་ལ་ལ་ཆས། ཨ་ནི་དེ་ལ་ཡ་ཨ་ནི། ཅིག་ཤིང་སྡོང་འདི་འདྲའི་བཙུགས་ཐུབ་ན་ཡག་པོ་རེད་གང་ཟེར་ན་ཤིང་སྡོང་བཙུགས་བ་ཡིན་ན་འདི་གིས་ད། ཨ་ཅིག། ཤིང་སྡོང་གིས་ད་ཡལ་ག་དང་ལོ་མ་དང་དེ་འདྲི་གིས་འཁྲིབ་སྲིད། འདི་གིས་ཨ་ནི། འོ་གིས་ང་ཚོ་གིས་ད་དམག་མི་འདི་ཚོ་ལ་ཡ་ཨ་ནི་ཅིག་ཁ་ཚོར་རེད་ད། ཚ་བ། ལས། རོ་ད་དེ་ཚོ་དཀག་གི་རེད་ལ་ནི་ད། ཡིན་པ་ཨ་ནི། ཅིག། སི་རི་ཡ་གི་དམག་མི་འདུ་འཛོལ་གྱི་ཆེད་དུ་ནི་ཅིག་ཁོང་གིས་ད་ཅིག་སེམས་འཚབ་ཡོང་བ་དང་ཁོ་ཚོ་ལ་ཡག་པོ་ཡོད་བྱེད་ཀྱི་ཡོད་བའི་རྣམ་པ་ཞིག་སྟོན་གྱི་ཡོད་དེ་ཡིན་པ་ནི་ལས་ཨ་ཡིས་ཁོ་རང་གི་དམིགས་ཡུལ་དེ་གར་དུ་ལངས་བ་ཡིན་ན་ནི། གོ་ལན་ཧཱ་ཡིད་སྒང་ལ་ཡང་ཤིང་སྡོང་དུ་བཏབ་པ་ཡིན་ན། འདི་གི་ནི་མི་རྒན་ཨི་ཛི་རལ་གྱི་ནི་སི་རི་ཡ་གི་ད་དམག་ཡོར་བ་འདི་གོ་བ་གོ་བ་ཡོད་མེད་ཅོར་བ་འདིའི་གནས་སྟངས་ནི་ཁོ་རང་ཚོ་གི་ཧ་གོ་བའི་དང་རྒྱུན་ལས་བྱུང་བ་དེ་འདྲའི་གནས་སྟངས་དེ་འདྲ་བྱུང་ཤག། དེ་ནས་ནི་སྤྱི་ལོ་བཅུ་སྟོང་དགུ་བརྒྱ་དྲུག་ཅུ་རེག་གསུམ་ལོ་ལ་ཡ་ཨ་ནི་དེ་སྔོན་ཨར་ཇིན་ཏི་ནཱ་ལ་ཡོད་པའི་གི་ད་ལྟ། སི་རེ་ཡ་གི་དམག་དཔོན། ཨ་མིན་ཨལ་ཨ་ཧྥེད་ཟེར་བ་ཁོ་རང་ཨ་ནི་སི་རེ་ཡ་གི་སྲིད་འཛིན་ཆགས་འདུག་བ། རོ་ཨ་ད་ཁོ་རང་འགྲོ་ཆགས་ཤག་བ་ན་ཨ་ནི་དེ་སྔོན། ཀ་མེལ་ཁོ་རང་བོད་ཀྱི་ཨར་ཇིན་ཏི་ན་ཡོད་དུས་བསམ་པ་ཡང་ཁོ་གཉིས་ད་གྲོགས་པོ་ཆགས་བསྡད་འོར་བ་དེ་ཡིན་དུས་བསམ་པ་ཡང་ཨ་མེན་ཨལ་ཧ་ཕེས་ཁོ་རང་སི་རི་ཡ་གི་སྲིད་འཛིན་ཆགས་དུས་བསམ་པ་ཡང་དེའི་གི་ཨ་ནི་ཀ་མེལ་ཁོ་རང་ཡིན་པ་འདི་ལས་ཨ་ནི་ཅིག་དེ་སྔོན་ལས་ལྷག་ག་ཨ་ནི་ཅིག་དཔོན་པོ་འདི་ཚོ་མཉམ་དུ་ཡ་ཨ་ནི་འབྲེལ་བ་བྱ་ཡ་འགྲོ་དང་དག་ན་བཞིན་ཨ་ནི་ཅིག་གཞུང་གི་ཡིག་ཚང་དག་དུས་ཚོད་ནོར་ལ་ལ་ཡ་ཨ་ཡིན་པ་འདི་ལས་ཁོ་རང་ཕ་འགྲོ་ཡ་དག་དུས་ཚོད་དཔེ་མི་སྲིད་ད་ཅིག་སྟབས་བདེ་བོ་བྱ་ཡ་འགྲོ་འདྲེ་འདྲེ་ད་འདྲེ་འདྲེ་ཆུང་ཞག་དེ་ཡིན་དུས་བསམ་པ་ཡང་སྐབས་འདི་ལ་བལྟས་ནས་ཨ་ནི་ཁོ་རང་གི་ཨ་ནི་ཅིག་སི་རི་ཡ་གི་ཨ་ནི་རྒྱལ་ཁབ་གཞུང་གིས་ནི་ཅིག་གསང་བའི་ཡིག་ཆ་དང་དག་སྣང་ཞིང་དམག་གི་འཐབ་ཇུས་ལ་སོགས་པའི་ཀྱི་ད་ནི་ཚུལ་དེ་འདྲའི། མང་པོ་ཅིག་ནི་ཁོ་རང་གི་མཁོ་སྒྲུབ་བྱེད་ཡ་དེ་འདྲའི་གནས་སྟངས་དེ་འདྲ་བྱུང་ཞག་དཔེར་ན་ཅིག་བཤད་ན་ནི་ཅིག། སི་རི་ཡ་ལ་ཡ་ནི་ར་ཤི་ཡ་ཨུ་རུ་སུ་གིས་ནི་རོགས་པ་ག་འདྲས་བྱེད་དགོས་མེད་དག་སྣང་ཞིང་ཨི་ཇིབ་ཀྱིས་ནི་སི་རི་ཡ་ལ་རོགས་པ་ག་འདྲས་བྱེད་དགོས་མེད་དག་སྣང་ཞིང་སི་རི་ཡ་ནོར་ལོ་ལ་ཡ་ནི་ཅིག། དབང་ཆ་དང་ཆབ་སྲིད་དང་དེ་ཚོ་བརྟན་པོ་མེད་བ་དང་ལ་སོགས་པ་ཡི་ད་དེ་འདྲས་ཀྱི་ད་གནས་ཚུལ་གལ་ཆེན་པོ་དེ་ཚོ་ནི་ཁོ་རང་གིས་ནི་ཚང་མ་མཁོ་སྒྲུབ་བྱས་བྱས་དེས་ནི་ཕ་ཨི་ཛི་རལ་ལ་ཡ་ཕ་གསང་བའི་ཐོག་ནས་ཕ་བཏང་གི་ཡོད་བ་དང་ལ་སོགས་པ་དེ་འདྲས་ནས་ད་དེ་འདྲས་བྱུང་ཤག་ད་ཁོ་རང་གིས་ནི་སི་རལ་ནི་ནི་མཁོ་སྒྲུབ་བྱས་བའི་གི་ད་རྒྱལ་ཁབ་ཀྱི་གསང་བ་ཡི་ན་རེད་དམག་གི་ཐབས་ཇུས་ཡི་ན་རེད་ད་དེ་ཚོའི་གནས་ཚུལ་བྱོ་རུ་བ་དེ་ཕ་ཨི་ཛི་རལ་ལ་ཡ་ཕ་བཏང་དགོ་རུ་བ་དེས་ནི་ཁོ་རང་གིས་གར་བྱས་དེ་ལ་ན་རེ་རེ་ལྡིའོ་ཏྲོན་སི་མི་ཤུན་ལ་གི་ནི་ཅིག་གསང་འཕྲིན་དེ་འདྲས་བྱས་ད་ན་ཤི་ནི་ཅིག་གསང་བའི་ཡི་གེ་དེ་འདྲའི་བཏང་ཡང་དང་ཐང་ན་ཤེས་ཁོ་རང་གིས་ནི། ཅིག་སི་རི་ཡ་ནི་ཁོ་རང་ནི་ཕྱི་ལོག་ལ་ཡང་དང་ཚོང་རྒྱག་གི་ཡོད་བ། དེ་འདྲས་ཀྱི་རྣམ་པ་དེ་འདྲ་སྟོན་བྱེད་ཕྱི་རྒྱལ་དུའང་མང་པོ་འགྲོ་གི་འདུག་བ་དེ་ཡིན་དུ་བསམ་པ་ཡང་ཕྱི་རྒྱལ་འགྲོ་བའི་གི་ནི་དུས་ཚོད་དེ་ལ་ཡང་ནི་ཁོ་རང་གིས་གནས་ཚུལ་དེ་ཚོ་ཚང་མ་ནི་མོ་སཱད་ཀྱི་གསང་བ་ལས་ཁུངས་ཡོར་བ་དེ་ཀྱི་མི་ལ་ཡང་ནི་ཁོ་རང་གིས་གནས་ཚུལ་དེ་ཚོ་ཕ་ཤེས་ཀྱི་ཡོད་བ་དང་དེ་འདྲའི་གནས་སྟངས་དེ་འདྲ་རེད་ཤག། དེ་ནས་ག་ལི་ག་ལི་ནི་སི་རི་ཡ་ཀྱི་དང་གསང་བ་ལས་ཁུངས་ཡོར་བ་དེ་ཀྱི་ནི་ཅིག་སི་རི་ཡ་ཀྱི་ནི་གཞུང་གི་ནོར་ལོ་ལ་ཡང་ནི། ཅིག། རྒྱལ་ཁབ་ཀྱི་གསང་བ་ཕྱི་ལ་ཡང་བཤད་ཉེས། དེ་འདྲས་ཅིག་འདུག་བཞི་ལ་ནི་ད་དེ་འདྲས་ཀྱི་ཁོ་རང་ས་ཀྱི་དོགས་པ་དེ་འདྲས་བྱེད་བཞག་ད་དེ་དོགས་པ་བྱེད་དགོས་ཡ་དེ་རྒྱུ་མཚན་གར་དུ་ལ་བ་ཡིན་ན། ཨ་ནི། ཨིསི་རཱཨེལ་གྱི་ཨ་ནི་སི་རི་ཡཱ་གྱི་ད་དམག་སྒར་དེ་འདྲས་ཡོད་རུ་བ། དམག་སྒར་དེ་ཚོ་ཨ་ནི་གོ་བ་གོ་བ་ཡོད་མེད། དག་ན་བཞིན་ཨ་ནི། དམག་གི་ཨ་ནི་ས་ཆ་གནས་ཁང་དེ་ཚོ་གོ་བ་ཡོད་མེད་དག་ན་བཞིན་གསང་བའི་གྱི་ད། ཅིག། ཡང་དམག་གི་ས་ཆ་དེ་འདྲས་གོ་བ་གོ་བ་ཡོད་མེད་སྒར་དེ་འདྲས་ཡིན་ན་རེད་དམག་གི་ས་ཆ་ཡིན་ན་རེད། དག་ན་བཞིན། ཨ་ནི་དམག་གི་ཨ་ནི་འཐབ་ཇུས་ཡིན་ན་རེད། བདུན་ཚོ་གང་ཛ་ལ་ཡ་ཨ་ནི་ཨིསི་རཱཨེལ་གྱི་ཨ་ནི་ཅིག། ཞིབ་ཕྲག་པོ་བྱེད་ནི་ད། རྒྱུས་ལེན་ཡོད་ཨ་ཧ་གུ་ཡོད་ཨ། དེ་འདྲས་ཀྱི་ད་གནས་ཚུལ་དེ་འདྲས་ཞིག་ཨ་ནི་སི་རི་ཡ་གི་ཧ་གུ་དུ་ཨ། དེ་ཡིན་དུ་བསམ་པ་ཡ་ད་གནས་ཚུལ་དེ་འདྲས་ཞིག་ཨ་ནི་ཨི་ཟི་རལ་ལ་ཡ་ར་ཡ་ལ་ཡ་སི་རི་ཡ་གི་ནང་ལོགས་ཀྱི་ད་གསང་ཉུལ་བ་དེ་འདྲས་ཞིག་མེད་བ་ཡིན་ན་ཨ་ནི་ཨི་ཟི་རལ་གནས་ཚུལ་དེ་ཚོ་ཨ་ནི་ཧ་གུ་མ་རེད་ལ་ནི་ད་ཁོ་རང་གི་དེ་འདྲས་ཀྱི་ད་ཚོད་པ་དེ་འདྲས་བྱེད་ཤག་ཡིག་ཚད་ཀྱི་ད་ད་སི་རི་ཡ་གི་ད་གོ་ལན་ཧ་ཡི་དོ་ར་བ་དེའི་གི་གནས་སྟངས་དེ་ཚོ་ཨ་ནི་ཨི་ཟི་རལ་གྱི་བོད་དེ་རབ་དང་རིམ་པ་ར་བ་ཞིབ་ཕྲག་པོ་བྱེད་ནི་ཨ་ཕི་གེ་གི་གནས་སྟངས་དེ་ཚོ་ཚང་མ་ཧ་གུ་ཡོད་ཨ། ད་ནང་བཞིན་ཨ་ནི། སི་རི་ཡཱ་གིས་ཨ་ནི་ཅིག་ཨི་ཟི་རེལ་ལ་ཡར་དམག་རྒྱག་ཡ་ལ་ཡར་ཁོ་རང་ས་གི་གཏའ་དམག་གི་ཐབས་ཇུས་དེ་འདྲའི་གསང་བའི་ཐོག་ནས་ཨ་ནི་ཅིག་བྱེད་ཡ་གི་ཐབས་ཇུས་བྱེད་དུས་བསམ་པ་ཡ་དེ་ཨ་ནི་ཅིག་ཁ་སོག་རེད་ཨི་ཟི་རེལ་གིས་དངོས་ནས་ཁོ་ར་ཧ་གོ་འགྲོ་ཡ་འགྲོ་གོ་དང་ར་བ། ཨ་ནི་ཁོ་རང་ཚོ་ཨ་ནི་ཅིག་གོམ་པ། གཅིག་སྤོད་དུས་བསམ་པ་ཡ་ཨ་ནི་ཨི་ཟི་རེལ་གིས་གོམ་པ་གཉིས་སྤོད་གི་ཡོད་ལ་དེ་འདྲའི་གི་ད་གནས་སྟངས་དེ་འདྲའི་ཆགས་འདུག་ཨ་དེ་ཡིན་དུས་བསམ་པ་ཡ་དེ་གི་ཨ་ནི་ཅིག་ཁ་སོག་རེད་ད། སི་རི་ཡཱ་གི་ད་གསང་བའི་ལས་ཁུངས་ནང་ལོག་ལ་ཡ་ཨ་ནི་ཁོ་རང་ཚོ་ཨ་ནི་སི་རི་ཡཱ་གི་ཨ་ནི་གཞུང་ནང་ལོག་ལ་ཡ་ཨ་ནི། གསང་མྱུལ་བ་དེ་འདྲ་ཞིག་འདུག་ལ་ནི་ཁོ་རང་ཚོ་གི་ལྟ་རྟོག་པ་སྔ་མ་ཡོར་དེ་ཡིན་པ་ནི་དེ་ལས་ཤུགས་ཆེ་རུ་འགྲོ་ཡ་ཞོར་བ་དེ་འདྲའི་གནས་སྟངས་དེ་འདྲ་བྱུང་ཤག་འདི་ཡིན་དུས་བསམ་པ་ཡ་དེ་ནས་ཁོ་རང་ཚོ་གི་ནི་ལྟ་རྟོག་པ་ས་དེ་འདྲ་བྱེད་དུས་བསམ་པ་ཡ་ནི་སི་རེ་ཡལ་གི་ནི་གསང་བ་ལས་ཁུངས་ཀྱི་ད་སི་རེ་ཡལ་གི་གཞུང་ནང་ལོ་ལ་ཡ་ནི་གསང་མྱུལ་བ་ཅིག་ཡོར་བ་དེ་ནི་སུ་ཡིན་མེད་རྩད་གཅོད་བྱེད་ཡ་ཞོར་བ་དེ་འདྲའི་འགོ་བཙུགས་ཤར་བ་ད་སི་རེ་ཡལ་ལ་ཡ་དམག་གི་ན་རེ་ནི་ཅིག་ཚན་རིག་གི་འཕྲུལ་ཆས་ན་རེ་དེ་འདྲ་ག་ལ་ཡ་ནི་རྒྱབ་སྐྱོར་ཡང་ཤུགས་ཆེན་པོ་བྱེད་ངེས་ཡོད་ན་མིན་ན་དེ་དུས་དུས་ཀྱི་ཨུ་རུ་སུ་ཆགས་ཏེ་འོར་བ་ཨིན་དུ་སམ་བ་ཡ་ཨུ་རུ་སུ་གི་གསང་བའི་ལས་ཁུངས་ཀྱི་རོགས་སྐྱོར་འོག་ལ་ཡ་ཁོ་རང་ཚོ་གིས་ད་འཕྲུལ་ཆས་དེ་འདྲ་བེད་སྤྱོད་བཏང་ཆེད་ད Radio Transmission ལ་ནས་ད་གསང་བའི་ཐོག་ནས་ཀྱི་ད་ཅིག་གནས་ཚུལ་ཕ་སྐད་བྱས་འོར་བ་དེ་ཞིབ་འཇུག་བྱས་འགྲོ་ད་དེ་འདྲ་གི་ད་བ་ཆས་དེ་འདྲ་ནས་ད་འདི་འདྲ་བྱུང་ཤག་ད་ངས་གོང་དུ་ལ་བ་ན་ཤེ་ཀ་མལ་ཁོ་རང་གི་ཤེ་ཀ་སི་རི་ཡའི་ནང་ལོགས་ཀྱི་ད་གནས་ཚུལ་དེ་ཚོ་ཕ་ཨི་ཛི་རེ་ལ་ཡ་ཕ་སྟངས་འདུས་སམ་ཕ་ཡ་སྟངས་ཨ་ཀྱི་ད་ཐབས་ལམ་གཅིག་དེ་ཨ་ད་རེ་དྲོད Transmission ལ་ནི་ད་རེ་དྲོད་ཀྱི་ད་རླབས་དེ་འདྲའི་བེད་སྤྱོད་སྟངས་ཞེས་ཁོ་རང་གི་ད་གནས་ཚུལ་དེ་ཚོ་ཕ་གོ་སྒྲུབ་བྱེད་ཀྱི་ཡོད་རུ་བ་དེ་ཡིན་འདུས་སམ་ཕ་ཡ་རྒྱུན་ལྡན་མ་ཡིན་པའི་རླབས་དེ་འདྲའི་འདུག་མི་འདུག་དེ་འདྲའི་ད་ཡ་ཡི་གི་ཆེད་དུ་ཡ་ཅིག

ཅིག་ཁ་རྒྱ་ཡ་རོ་དང་དེ་འདྲས་བྱས་བྱས་ནི་ཁོ་རངས་ཀྱི་ད་འཁྲུས་བྱས་བུ་ཆུ་བཏང་བྱས་ཨ་ནི་རྒྱུན་ལྡན་མ་ཡིན་པའི་རླབས་དེ་འདྲས་ཅིག་ཨ་ནི། གོ་བ་གོ་བ་ནི་ལེགས་ཀྱི་དུག་མི་འདུག་ལ་ནི་དེ་འདྲས་ཀྱི་ད་ཁོ་རངས་ཀྱི་ཞིབ་འཇུག་བྱས་ནས་ད་དེ་འདྲས་བྱུང་ཤག་རེད་བ་ད་སྐབས་མལ་ཁོ་རངས་ཀྱི་ཨ་ནི་ཅིག་ད་ད་ཨ་ནི། Radio Transmission། དེ་རེ་ལྡིོ་ཀྱི་རླབས་དེ་བུ་ཆུ་བཏང་བྱས་རེད་བ་ཨིས་རལ་ལ་ཡ་ཕ་གནས་ཚུལ་མཁོ་སྒྲུབ་བྱས་ཡ་འབྱོར་བ་དེ་ཡི་དུས་ཚོད་ཅིག་རོ་བ་དེ་ཁོ་རང་གི་དུས་ཚོད་ངེས་ཅན་འགྲོ་ཅིག་ལ་ཡ་ད་ལན་དྲས་དེ་འདྲ་བྱེད་ཀྱི་འདུག་བ་དེ་ཡིན་དུ་བསམ་པ་ཡ་ཨུ་རུ་སུ་དང་སི་རེ་ཡ་གི་ཨ་ནི་གསང་བའི་གི་ཨ་ནི་ལས་ཁུངས་ཁོ་རང་ཚོ་གི་ཨ་ནི་ཞིབ་འཇུག་བྱེད་དེ་འདྲ་བྱེད་དུ་བསམ་པ་ཡ་ཁོ་ཚོའི་གི་ཨ་ནི་ཅིག་རྒྱུན་ལྡན་མ་ཡིན་པའི་རླབས་དེ་འདྲ་ཅིག་ཨ་ནི་དུས་ཚོད་ངེས་ཅན་དེ་འདྲ་ཅིག་ལ་ཡ་ཨ་ནི་ཨ་ཅིག་ཡོང་གི་འདུག་ལ་ནི་དེ་འདྲ་གི་ད་དོགས་པ་ས་དེ་འདྲ་བྱེད་ཅིག་ཁོ་རང་ཚོ་གི་ད་མུ་མཐུད་ནས་ཨ་ནི་ཞིབ་འཇུག་བྱེད་དེ་འདྲ་བྱེད་དུ་བསམ་པ་ཡ་མཐའ་མ་དེ་ལ་ཡ་ཨ་ནི་ཁོ་རང་ཚོ་གི་ད་ད་ཀ་མེ་ལེ་རོ་བ་ཨ་ཨེ་ལེ་ཀོ་ཧེ་ནེ་རོ་བ་ཁོ་རང་གི་ནང་ནས་ཨ་ནི་དེ་རླབས་དེ་མ་ཐུག་གི་ཡོ་བ་དེ་འདྲས་ཁོ་རང་ཚོ་གི་ཧ་གོ་ཅིག་ཨ་ནི་སི་རེ་ཡཱ་གི་ད་སང་བའི་ལས་ཁུངས་ཀྱིས་དམག་དེ་འདྲ་ཁྲིད་བྱས་ནས་ཁོ་རང་གི་ནང་ལ་ཡ་ནི་ཅིག་ག་ཚོད་རེད་ད་སྔོག་བཤེར་དང་དེ་འདྲ་བྱས་ཀྱི་གནས་སྟངས་དེ་འདྲ་བྱུང་ཤག་རོ་ཨ་ནི་ཁོ་རང་གིས་སྔོག་བཤེར་བྱེད་པའི་སྐབས་སུ་ཡ་ནི་ཨེ་ལི་ཀོ་ཧན་ཁོ་རང་གིས་ནི་སང་བའི་གི་ད་བརྡ་འཕྲིན་དང་གི་ད་ཅིག་ག་ཚོད་རེད་ཁྲུས་བྱས་ཏེ་བོད་སྤྱི་བཏང་བྱས་ནི།

སི་རི་ཡ་ལ་ཡ་བཤད་ཡོང་མ་རེད་ལ་ནི་དེ་འདྲས་ཀྱི་ད་གནས་ཚོད་དེ་འདྲས་གོ་ཡ་ཐུ་རུ་བ། ད་ཁོ་རང་འགྲོ་ཆགས་བཞག་ན་ཨ་ནི་ཅིག་ཨ་མིན་ཨལ་ཧ་ཧྥེས་སྲིད་འཛིན་ཡོད་དུས་སམ་པ་ཡ་ཁོ་རང་འཆམ་པོ་ཡོ་བ་བྱས་ད་ན་བཞིན་ཨ་ནི་ཅིག་ཉེ་འཁོར་གྱི་ད་ཅིག་ཆབ་སྲིད་པ་ཡིན་ན་རེད་དཔོན་པོ་ཡིན་ན་རེད་དམག་དཔོན་ཡིན་ན་རེད་དེ་ཚོ་ཚང་མ་མཉམ་དུ་དཔེ་མི་སྲིད་འཆམ་པོ་ཡོད་དུས་སམ་པ་ཡ་དུས་ཚོད་ཅིག་ལ་ཡ་ཨ་ནི་ཅིག་སི་རི་ཡ་གྱི་ད་གཞུང་ནོར་ལོ་ལ་ཡ་ཁོ་རང་ཨ་ནི་འཆམ་པོ་ཡོ་བའི་གྱི་ད་བཀའ་བློན་འགྲོ་འུ་ད་དེ་འདྲས་ཀྱི་ད་ཅིག་གོ་གནས་འགྲོ་འུ་དེ་འདྲས་འགྲོ་ཅིག་སྤྲད་ཀྱི་དེ་འདྲས་ཀྱི་ཁོ་རང་ཚོ་གྱི་ཆ་ཤིག་དེ་འདྲས་འགྲིག་འདུག་བ། ཡིན་པ་ནི་ལ་ད་ཁོ་རང་ཨ་ནི་ཅིག་གོ་གནས་དེ་མ་རག་གོང་ལ་ཡ་ཨ་ནི་གཅིག་ཁ་སོགས་རེད་ད། སི་རི་ཡ་གི་གསང་བ་ལས་ཁུངས་ཀྱིས་ཁོ་རང་འཇུ་བཟུང་བྱས་ཡག་འགྲོ་དང་དེ་འདྲའི་གནས་སྟངས་དེ་འདྲ་བྱུང་ཤག་ཨེ་ལི་ཀོ་ཧན་ཁོ་རང་ཨ་ནི་ཀ་མེལ་སྨན་པ་ཁོ་རང་གི་མིང་ངོ་མ་དེ་ཨེ་ནི་ཨེ་ལི་ཀོ་ཧན་ཡིན་པ་ཁོ་རང་ཨ་ནི་ཅིག་ཁ་ཆེ་དེ་འདྲའི་ཅིག་སྨན་པ་ཁོ་རང་ཨ་ནི་ཇིའུ་གི་ཨེ་ནི་མི་དེ་འདྲའི་ཅིག་ཡིན་པ་ཆེ་ཨེ་ནི་ཨི་ཟི་རལ་གི་ཨེ་ནི་ཅིག་གསང་ཉུལ་བ་དེ་འདྲའི་ཅིག་ཨེ་ནི་ཕ། སི་རི་ཡ་ལ་ཡོང་བ་ད་དེ་འདྲའི་གི་ད་གནས་ཚུལ་དོན་ཚུལ་ཚང་མ་ཧ་གོ་དུས་བསམ་པ་ཡག་ད་ཁོ་རང་ལ་ཡག་ཨ་ནི་ཅིག་ཁ་སོགས་རེད་ད། ཁྲི་ཚེ་བྱས་ཡག་འགྲོ་དང་ད་ན་བཞིན་ཨེ་ནི། རྡུང་རྡེག་དང་ལ་སོགས་པ་དེ་འདྲའི་ནད་དང་དེ་འདྲ་བྱུང་ཤར་བ། ཁོ་རང་ཨ་ནི་སི་རེ་ཡ་གི་འཛིན་བཟུང་བྱས་བའི་སྐབས་སུ་ཡ་ཨ་ནི། མི་སྒེར་དང་གཞུང་དང་དེ་འདྲ་མང་པོ་ཅིག་གིས་ཨ་ནི་ཅིག་སི་རེ་ཡ་གི་གཞུང་ལ་ཡ་ཨ་ནི་རེ་བ་རྒྱ་ཆེ་ཨ་ནི་ཨེ་ལི་ཀོ་ཧན་ཁོ་རང་ཨ་ནི་མ་བློ་གྲོས་དང་རོ་ནང་ལོན་ནས་དེ་འདྲས་གི་ད་རེ་བོད་བྱེད་ངེས་དེ་འདྲས་འདུག་རོ་ཨ་དཔེ་ན་ཇི་བཞིན་ན་ད་དང་པོ་དེ་ལ་ཡ་ཨ་ནི་ཨེ་ལི་ཀོ་ཧན་ཁོ་རང་གིས་ཨ་ནི་བཟའ་ཟླ། ད་ལྟ་ནཱ་དཱི་ཡཱ་ལ་ཏུ་ཨ་མོ་རང་གི་ཅི་ག་ཚོར་རེ་ད་རྒྱལ་སྤྱིའི་ནོར་ལུག་གི་ད་འཆད་ཡོད་ཀྱི་མི་སྒེར་དེ་འདྲེ་ད་དག་ནང་བཞིན་ཚོགས་པ་ད་དེ་ཚོ་ལ་ཡ་ཅིག་མོ་རང་གི་བཟའ་ཟླ། ཨ་ལི་ཀོ་ཧན་ཅིག་བློ་གྲོས་བཏང་ཡ་གི་དེ་ལ་ཡ་ཅིག་སི་རི་ཡ་གི་གཞུང་ལ་ཡ་ཅིག་གནོན་ཤུགས་འགྲོ་དེ་འདྲེ་གི་སྤྲད་རོགས་གནང་ལ་ནི་དེ་འདྲེ་གི་མོ་རང་གི་ད་གང་དོན་དུ་ད་ཤུགས་རྒྱག་པའི་ད་རེ་འབུད་བྱས་ད་ལ་སོགས་པ་དེ་འདྲེ་གནས་སྟངས་དེ་འདྲེ་བྱུང་ཤག། ཨ་ན་ཤི་ནི་རྒྱལ་སྤྱི་མཉམ་སྒྲིག་རྒྱ་མཚོས་ཀྱི་ཡིན་པ་འདི་ལས་ནི་ཅིག་སི་རི་ཡའི་གི་གཞུང་ལ་ཡ་ནི་གནོན་ཤུགས་གནང་ན་འགྲིག་གི་འདུག་རེ་བ་འགྲོ་འུ་དང་འདི་འདྲས་ཀྱི་ད་རྒྱབ་བྱས་ནི་ཅིག་ཨེ་ལི་ཁོན་ཁོ་རང་ལོས་གྲོས་བཏང་རོགས་གནང་ལ་ནི་འདི་འདྲས་ཀྱི་ད་རེ་བ་རྒྱ་དེ་འདྲས་ནས་ད་འདི་འདྲས་བྱུང་ཤག་ད་ཨ་ན་ཤི་ཨ་རི་ཡིན་ན་རེད་ཧྥ་རན་སི་ཡིན་ན་རེད་ཁོ་ཚོས་ཀྱི་ད་ཅིག་གཞུང་འབྲེལ་ཐོག་ནི་འདི་འདྲས་ཀྱི་ད་རེ་བུ་ད་དེ་འདྲས་མ་བྱས་བ་ཡིན་པ་འདི་ལས་ནི་ཅིག་རྒྱབ་ནས་ནི་ཅིག་སི་རི་ཡའི་གི་ད་གཞུང་ལ་ཡ་འབྲེལ་བ་བྱས་བྱས་ནི་ཅིག་ཨེ་ལི་ཁོན་ཁོ་རང་ནི་ཚེ་ཐར་བཏང་རོགས་གནང་ལ་ནི་འདི་འདྲས་ཀྱི་ད་རེ་བུ་དེ་འདྲས་བྱས་ཤག། ད་ནང་བཞིན་ད་བྷེ་ཏི་ཀན་ལོད་རོ་བྷེ་ཏི་ཀན་ལོད་དེ་བསམ་པ་ད་ང་ཚོའི་ཡེ་ཤུ་གི་ད་ནྡ་ཀྱ་ཏུ་ལིག་ཡོད་རོ་བ། ད་འདི་གི་ད་ཡོད་ན་མེད་ན་ཆགས་བསྡད་ཡོད་རོ་བ་ཀྱ་ཏུ་ལིག་ཀ་ཅི་ད་ནྡ་པོབ་ཡོད་རོ་བ་བླ་མ། པོབ་པོལ་སིགས་ཁྲོང་གི་ཨ་ནི་ཡིན་པ་འདི་ལས་ཨ་ནི་ཅིག་སི་རེ་ཡ་གི་གཞུང་ལ་ཡ་ཨ་ནི་རེ་བུད་དེ་འདྲི་བྱེད་ཅེས་ཨ་ནི་ད་ནྡ་ཨེ་ལི་ཀོ་ཧན་ཁོ་རང་ཨ་ནི་ཚེ་ཐག་བཏང་རོགས་གནང་ལ་ནི་དེ་འདྲི་གི་ད་རེ་བུད་དེ་འདྲི་བྱེད་ཤག། ད་ནང་བཞིན་ཡོ་རོབ་གི་རྒྱལ་ཁབ་མང་པོ་གི་ཨ་ནི་ཅིག་སི་རེ་ཡ་གི་གཞུང་ལ་ཡ་ཨ་ནི་ཅིག་རེ་བུད་དེ་འདྲི་བྱེད་ཅེས་ཨ་ནི་ཨེ་ལི་ཀོན་ཁོ་རང་ཡ་ཚེ་ད་ལྟ་རོ་ནང་ལ་ནས་དེ་འདྲས་ཀྱི་ད་ཅི་ག་ཚོགས་རེད་མི་སྒེར་རེད་ན་རེད་ཨ་ནི་ཚོགས་པ་ཡིན་ན་རེད་གཞུང་ཡིན་ན་རེད་དེ་འདྲས་ཀྱི་ད་ཨ་སི་རི་ཡ་ཀྱི་གཞུང་ལ་ཡ་དེ་འདྲས་ཀྱི་ད་རེ་བུ་ལ་ནས་འགྲིག་ཏུ་རེ་བ་ལ་ནས་འགྲིག་ཏུ་གནོན་ཤུགས་དེ་འདྲས་ཞིག་སྤྲད་ཡོད་དེ་ཡིན་པ་ནི་མཐའ་མ་དེ་ལ་ཡ་ལོ་བཅུ་སྟོང་དགུ་བརྒྱ་དྲུག་ཅུ་རེ་ལྔ་ལོ་ལ་ཡ་ཨ་ནི་ཨ་དེ་སྔོན་ཨ་ནི་ཨ་ཨར་ཇིན་ཏི་ན་ལ་ཡ་ཐུག་བའི་ཀྱི་ཨ་ནི་ཨ་སི་རི་ཡ་ཀྱི་དམག་དཔོན།

ད་ཨེ་ལི་ཀོ་ཧན་ཁོ་རང་ཨ་ནི་ཅིག་ཁ་བཟོ་རེད་ད། གྲོང་ཚར་བ་ཁོ་རང་ཨ་ནི་ཅིག་རྣམ་དག་བཏང་ནས་རོ་ཧེང་བཏང་ནས་ཁོ་རང་ཨ་ནི། བསད་རོ་བསད་ཚར་བའི་རྗེས་ལ་ཡ་ཨང་ཁོ་རང་གི་ད། ཕུང་པོ་ཡོད་རོ་བ་ཕུང་པོ་དེ་ཨ་ནི། ཨི་ཟི་རལ་ལ་ཡ་ཕ། ད་འདོད་ཡིན་པ་ནི་ལ་སྤྲད་མེད་བ་གི་དེ་འདྲའི་ནད་ད་འདྲ་འདྲ་བྱུང་ཤར་བ། ཨ་ནི་ད་ད་ཨེ་ལི་ཀོ་ཧན་ཁོ་རང་གི་ཟ་འདག་ད་ད་ནཱ་དི་ཡ་ཡོད་རོ་བ་མོ་རང་གི་ཨ་ནི་ག་དུས་ཡིན་པ་ནི་ལ་ཨ་ནི། ཅིག་མོ་རང་གི་ཟ་འདག། ཨེ་ལི་ཀོ་ཨན་གྱིས་ནི་ཅིག་ཕུང་པོ་གིས་ད་ཅིག་ག་ཚོད་ར་ཤུལ་འགྲོ་ལ་ན་འདྲེ་གི་དུར་བ་དེས་ནི་ཁ་དུས་འབར་ནས་ལ་ར་ཨེ་གིས་ད་ཐབས་ཤེས་འགྲོ་བ་བྱས་ཤོར་བ་དེ་འདྲའི་གནས་དང་དེ་འདྲའི་རི་ཤ། འོ་རྣམ་པ་ཚོས་ད་དེ་རིང་གི་ཉིན་བཏུང་དེ་དག་རང་འཚམས་བྱ་གི་ཡིན་རོ། ད། རྣམ་པ་ཚོས་ཀྱིས་ནི་ཅིག་ཡང་བསྐྱར་ནི་ལྟད་མོ་གི་ཐོག་ནས་ནི་སོ་སོས་ཀྱིས་ད་ཁོ་རང་གི་མི་ཚེའི་ལོ་རྒྱུས་དེ་ནི་ཅིག་ད་ཉེར་འགྲོ་བ་ཡིན་ན་ད་ད Netflix ནོར་ལོ་ལ་ནི་ད་ད Spy ལ་ནི་ཉུང་མ་ལ་ནི་རོ་ཡང་ན་གཟའ་ཉུལ་བ་ལ་ནི་དེས་ནི་རྣམ་པ་ཚོས་ཀྱིས་ནི་ད་རོ་ན་ཞོན་ཡིན། ཐུགས་རྗེ་ཆེ།